སྐུ་ཁམས་བཟང། ད་འདི་རིང་ང་ཚོའི་བརྗོད་གཞི་འདི་ད་ང་རང་ཚོ་བོད་ཀྱི་ཁོར་ཡུག་འདི་ཨ་ནི་ཞི་བོ་གཅིག་གི་ད་འོད་བཟོ་བོ་ཟེར་བ་རེད་པ། ད་ཨིན་ཇིའི་ནང་ལོགས་ལ Fragile དེ་ག་འདྲས་ཆེ་འཆར་གྱི་ཡོད་རེད་ཟེར་ནས་འདིའི་སྐོར་ལ་ཡག་ཡིན། ད་ཅི་ད་འཛམ་བུ་གླིང་འདིའི་སྟེང་ལ་ཡང་ཁོར་ཡུག་ག་བ་ཡིན་ནའི་ཞི་བོ་གཅིག་གི་ཨ་ནི་བོད་ནང་བཞིན་གྱི་ཨ་ནི་ཉམ་ཐག་པོ་དང་ཨ་ནི་འོད་བཟོ་བོ་ཞིག་གོ་རེད་ཟེར་ནས་བཤད་སྲོལ་མི་འདུག་ཨ། ད་འདིའི་རྒྱུ་མཚན་གཙོ་བོ་ཁག་གཅིག་ཞུས་པ་ཡིན་ན། ཐོག་མ་དེ་ད་ང་རང་ཚོའི་བོད་གཙོས་པའི་ཨ་ནི་ཧེ་མ་ལའི་རི་རྒྱུད་འདི་ས་ཆ་མཐོ་བོ་ཞི་བོ་གཅིག་ག་ལ་ཆགས་ཅི་དེ་རུ་བ། ཨ་འདིའི་སྒང་ལ་ཡང་ཡོད་པའི་སྲོག་རླུང། Oxygen། གི་ཚད་ཀྱིས་ཨ་ནི་ཉུལ་ཉུལ་བྱེད། ཨ་རྣམ་ཤེས་ནི་ཧ་ལས་པའི་སྦྲང་མོ། ཨ་འདིའི་སྒང་ལ་ཡང་སྟོན་མདོག་སྐྱེས་ཀྱི་ནམ་དུས་འདི་ཞི་བོ་ཅིག་སྟོན་དུས་རུ་འདུག། ཨ་རྣམ་ཤེས་འགྱུར་ལྡོག་ཡིན་པས་ཧ་ལས་པའི་ཤུགས་ཆེན་པོ། ད་འཛམ་བུ་གླིང་གི་ས་ཁུལ་གཞན་པ་དེ་ཚོ་ལ་ཡང་གལ་སྲིད་ཁོར་ཡུག་ཅིག་ལ་ཡང་ཉམས་ཆག་མཆིས་པའི་དབང་དུ་བཏང་པ་ཡིན་ནས་ཡང་སླར་གསོ་བྱས་ཏེ་ཞེ་དྲག་གི་ལས་སླ་འདུག། ད་རྩི་ཤིང་དང་ཤིང་ནགས་དེ་ཚོ་སྐྱེས་ལས་སླ་པོ་འདུག། ད་ང་ཚོས་པར་དེ་ལ་ཡ་གཅིག་བལྟས་པ་ཡིན་ན་འཛམ་བུ་གླིང་གི་ས་ཆ་མང་ཆེ་བའི་སའི་ནང་ལོགས་ཀྱི་རིམ་པ་ལ་ཡ་གཅིག་བལྟས་པ་ཡིན་ན། འོ་འོ་དེ་ལ་ཡང་ནི་སྦྲག་དང་རྡོ་ཕྲོག་དེ་ཚོ་བྱེད། ཨ་དེ་འདྲའི་ཡག་བྱས་ནས་ས་ཡ་རིམ་པ་མང་པོ་ཅིག་ཡག་ཡོད་རེད་ཨ་འདིའི་གི་གང་གང་དེ་ལ་ཡང་སྔོ་ཚལ་དང་རྩི་ཤིང་ལྟོ་འདོག་དེ་ཚོ་སྐྱེ་གི་ཡོད་རེད་བ་ཨ་ས་དེ་ཚོ་མ་འགྲུལ་བ་རུ་བྱས་ནས་ཏིང་རིང་པོ་བྱེད་ད་གལ་སྲིད་སྔོ་ཚལ་དེ་ཚོ་མེད་པ་ཆགས་པ་རུ་བྱས་ནས་སྐྱེ་སླ་པོ་ཡོང་བ་ཡིན་པ་རེད་ད་ང་ར་བོད་ལ་ཆ་བཞག་པ་རུ་བྱས་ན་ད་རི་མོ་དེ་ལ་ཟེར་བ་ཡིན་ན་སའི་གི་ཏིང་ཚལ་དེ་ཞེ་དྲག་དམར་པོ་རེད་བ་རྨང་གཞི་སྦྲག་དང་བྱེ་མ་ཡིན་པ་གང་ཞིག་ཅིག་ལ་ཡང་འདིའི་ག་ལ་ཡང་སྔོ་ཚལ་སྐྱེ་གི་ས་དེ་ཞེ་དྲག་གི་ཁྲབ་ཁྲག་ཅིག་ལས་མེད་པ་ཡིན་པ་རེད། བྱས་ཙང་སྟོན་ཐོག་དེ་ཚོ་གས་ཞེ་དྲག་གི་སྐད་ཁག་པོ་ཡོང་ཡི་པོ་རེད་བོད་ཀྱི་གནམ་གཤིས་དེ་སྤྱི་དང་དྲང་པོ་ཡིན་དུས་ས་འདྲེན་ས་ཆ་མང་པོ་ཅིག་ཧ་ལམ་ལོ་གུང་མོ་གུ་རང་འཁྱག་པག་ཆག་ཅིག་དེ་གི་དུ་བ་ད་ཨིན་ཇི་སྐད་ནག་ལོ་ལས Permafrost ཅན་ཟིག་དུ་བ་ད་དེ་འདྲས་ཀྱི་འོད་ཟོས་པོ་ཡོད་པའི་ས་ཆ་ཅིག་གང་ལ་ཡ་རི་ལིའི་ལྕགས་ལམ་བརྒྱབ་པ་དང་བཟོ་གྲྭ་བརྒྱབ་པ་དང་ལ་ཞེས་པ་གཏེར་ཁ་སྔོག་འདོན་དེ་འདྲ་བྱས་པ་རུ་བྱས་ན་ཨང་ག་ལི་ག་ལི་སྤྱི་ཡོངས་ཀྱི་ཚ་དྲོད་དེ་ཡང་འཕར་འགྲོ་གི་རུ་བ་ཨ་ནི་འཁྱག་པག་དེ་ཚོ་མ་ཞུགས་ཕྱིན་རྗེས་ནི། རི་མ་ཉེར་ཡོང་བས་དང་ཆུ་ཕོན་ཆེན་པོ་དེ་འདྲ་འགྱུག་རྗེས་ནག་ལོ་ལ་ཡ་ཡོང་བས། དག་ན་ཞིང་པ་གཡས་གཡོན་གྱི་ཞིང་པའི་ས་ཞིང་འདི་འདྲ་ཡོད་པ་རུ་བྱེད་ན་གང་གཱ་འཕྲོ་བརླག་བཏང་བཞག་གི་ཡོད་རེད་ད་ག་ར་སོ་བོད་ཀྱི་ནང་ལོག་ལ་ཡང་འཁྱག་རོམ་དང་དག་ན་ཞིང་པ་ཁྱི་ཆུ་འདི་འདྲ་མང་པོ་ཞོག་ཡོད་པ་རེད་ད་དེ་ཚོ་ཚང་མ་གནམ་གཤིས་དང་འབྲེལ་བ་ཐད་ཀ་ཆགས་ཅིག་འདེགས་ཀྱི་ཡོད་རེད་ད་བར་ལ་མང་ར་ཚོ་ཚང་མས་མཐོང་ཡོད་རེད་བལ་ཡུལ་དང་བོད་ཀྱི་ས་མཚམས་ལ་ཡང་ཆུའི་གོད་ཆག་ཤུགས་ཆེན་པོ་ཅིག་བྱུང་རྗེས་ནས་མི་དང་རྒྱུ་དེ་བཞིན་རང་བྱུང་གྱི་ཁོར་ཡུག་ལ་ཡང་དོ་ཕོག་ཤུགས་ཆེན་པོ་ཅིག་ཕྱིན་ཡོད་རེད་པ། ཨ་ནི་ལོ་སྟོང་ཕྲག་མང་པོའི་རིང་ལ་ཡང་བོད་མཐོ་སྒང་ལ་ཡང་དད་པའི་ཡ་ནི་སེམས་ཅན་རྐྱང་དང་གཙོད་གངས་སྲིད་དག་ན་ཤ་བ་ཀྲུང་ཀྲུང་ལ་སོགས་པ་ཁག་ཅིག་ཁོར་ཡུག་དེ་ལ་རྟེན་བྱས་ནས་གནས་བསྡད་དུས་ས་གནས་ཁོར་ཡུག་ལ་ཡང་དོ་ཕོག་འགྲོ་དུས་ས་གནས་ཁོ་ཚོ་གནས་མ་ཐུབ་པ་ཆགས་ཀྱི་ཡོད་པ་ཡིན་པ་རེད། ད་ང་རང་ཚོའི་བོད་མཐོ་སྒང་འདི་ཨེ་ཤེ་ཀྱི་ནང་ལོགས་ལ་ཡང་ནི་རྒྱུག་ཆུ་ཆེན་པོ་གས་ཀྱི་ཆུ་འགོ་དེ་ཆགས་ཀྱི་ཡོད་ཅེས་བཤད་ཀྱི་ཡོད་རེད་པ་ད་རྒྱ་ནག་གི་བོད་ཀྱི་ནང་ལོགས་ལ་ཡང་འཛུགས་སྐྲུན་གྱི་མིང་བཏགས་བྱས་ནི་ད་ཆུ་མཛོད་དེ་འདྲ་མང་པོ་རྒྱག་གི་ཡོད་རེད་པ། འགྲེམས། ད་ཆེད་ལས་པ་ཚོའི་ཚོང་ཡ་ལ་ཡ་དེ་དེ་བས་ཀྱང་ཉེན་ཚབས་ཆེན་པོ་རེད་ཅེན་གསུངས་གནང་གི་ཡོག་ཡོད་པ་རེད། སྤྱི་བཏང་བོད་ཀྱི་ས་ཆའི་ཆགས་ས་དེ་ཨ་འཛམ་བུ་གླིང་དེའི་སྟེང་ལ་ཡ་ག་དུས་ཡིན་ནས་ས་ཡོམ་གྱི་ཉེན་ཁ་ཡོད་པས་ཀྱི་ཁུལ་གཅིག་ལ་ཡ་ཆགས་ཀྱི་ཡོག་ཡིན་པ་རེད། ཨ་འདིའི་ག་ལ་ཡ་ས་ཆ་མཐོ་པོ་བཞི་བོ་ཅིག་ག་ལ་ཡ་ཆུ་ཕོན་ཆེན་པོ་ཤུགས་ཆེན་པོ་དེ་འདྲ་བཀག་ཞག་དུས་ས་ནས་ག་དུས་ཡིན་ནས་མ་ལུག་སྲིད་ཀྱི་རེད། ད་གི་སྲིད་དེ་འདྲས་ཀྱི་གོད་ཆགས་ཆེན་པོ་དེ་འདྲ་འབྱུང་པ་སྒྲུབ་བྱེད་ཡིན་ན་ཨ་ནི་བོད་གཙོས་པའི་བོད་ཀྱི་ཤ་མོ་འོག་ལ་ཡ་གནས་པས་ཀྱི་མི་བི་ལིང་གཉིས་མན་གཅིག་གི་ཚེ་སྲོག་ལས་དོ་ཕོག་འགྲོ་སྲིད་པ་རེད་ཅེན་གསུངས་གནང་འདུག་ཨ་རྗེས་ཚང་བཞི་བོ་ཅིག་གི་གནད་འགག་ཆགས་ཀྱི་ཡོག་ཡིན་པ་རེད།